སླར་དུས་བསྐོར་དུ་མ་བྱས་ད། བཟློག་བརྫུས་དུ་མ་ཞུས་སེམས་བསྐྱེད། དེ་ནས་ད། རྗེས་འཇུག་ལ་ལྟོས་པའི་ཕྲད་རྣམ་དབྱེ་དང་བཅས་པ་བརྒྱད་ནང་ནས་ཨ་ནི་གཉིས་པ་གར་ཆགས་པ་རེད་ད་གཉིས་པ་ལ་དོན་དེ་བ་གཉིས་པ་ལ་དོན་བཤད་པ་ཟེར་ཆགས་པ་ཡང་ད་ལ་དོན་ཟེར་ཡ་དེ་ཨ་ནི། སུམ་ཅུ་པའི་གཞུང་རྣམས་ལ་ཡ་ག་འདྲེས་བཅས་གསུངས་ཕེ་གི་རེད་སེ་མ་ཞུས་པས་ན་ཨ་ནི་དེ་ནག་པང་ཀང་ཁྲིད་ཤག་དེ་ནང་བཞིན་རེད། རྗེས་འཇུག་ཡི་གེ་བཅུ་རྣམས་ལས། གང་མིང་མཐའ་ན་བཅུ་བ་ནས། དེ་ལ་ཡང་ཨ་ལི་གཉིས་པ་སྦྱར། གང་མིང་མཐའ་ན་བརྒྱད་པ་ནས། དེ་ལ་གཉིས་པ་ཨུ་ཡང་སྦྱར། གང་མིང་མཐའ་ན་གསུམ་པ་ནས། དེ་ལ་ཨ་ལི་གཉིས་པ་སྦྱར། བཞི་པ་དགུ་པ་དངོས་ཀྱང་སྟེ། ཅེས་རྩ་བའི་ཚིག་རྐང་འདི་གི། འདི་གར་ཞིག་བར་ཟེར་ན་ལ་དོན་ཡི་གེ་ག་ཚོད་ཡོད་པ་དང། གང་ཡོད་དེ་བས་ཀྱི་ལག་དོན་ཡི་གེ་འདི་ག་འདྲེས་ཅེས་བཟོ་དགོས་ཀྱི་ཡོད་མེད་དང་གང་འདྲེས་ཆགས་ཀྱི་ཡོད་མེད་རྩ་བའི་ཚིག་འདི་རྣམས་གསུངས་ནས་ཀྱི་རེད། གལ་སུམ་ཅུ་པའི་གཞུང་འདི་ཨ་ནི། རྗེས་འཇུག་བཤད་བྱའི་རྗེས་འཇུག་ནས་རྗེས་འཇུག་ལ་ཡ་ཨ་ནི་དབྱངས་ཀྱིས་བརྒྱན་པའི་ཐོག་ནས་ཨ་ནི། ཚིག་ཕྲད་རྣམ་དབྱེ་ལ་སོགས་པ་དྲུག་སྟངས་དང་སོ་སྟངས་དེ་མ་གསུངས་ནས་ཀྱི་ཡོད་སང་ཐོག་མར་ད་ལྟ་ལག་དོན་བཤད་པའི་ཁ་ཐུག་ལ་ཡ་ཨ་ནི། ལག་དོན་ཡི་གེ་འདི་ཆགས་སྟངས། གསུང་རེད། བཟོ་སྟངས། གྲུབ་སྟངས། བྱུང་སྟངས་དེ་རྩ་བའི་ཚིག་ནང་གསུང་དགོས་པ་རེད། ད་ག་འདྲས་བྱུང་བ་རེད་ག་འདྲས་བྱུང་བ་རེད་ཟེར་ན། ཨ་ལས་ལ་དོན་ཡི་གེ་དེ་གང་ནས་བྱུང་མེད་ཀྱི་གཞི་ངོ་སྤྲོད་བྱེད་དགོས་རེད། ལ་དོན་ཡི་གེ་དེ་ག་ནས་བཟོ་དགོས་རེད་ཟེར་ན་ག་ནས་བཟོ་དགོས་རེད་ག་ནས་བྱུང་དགོས་བ་རེད་ག་ནས་བཟོ་དགོས་རེད་ཟེར་ན་ཨ་ནས་རྩ་བའི་ཚིག་ཁོ་རང་ནས་རྗེས་འཇུག་གི་བཅུ་རྣམས་ལས་བཟོ་དགོས་རེད་ད། རྗེས་འཇུག་གི་བཅུའི་ནང་ནས་བཟོ་དགོས་རེད་གསུང་དགོས་རེད།

ག་རེད་ཟེར་ན། རྗེས་འཇུག་ཡི་གེ་བཅུ་པོ་དེ་ཡིན་གསུངས་སོང་ཨང། འཐུས་མིས་དང་པོ་ནས་ཕི་ཀའི་ཆེད་ལག་དོན་སྲུང་འོས་བསྡུ་སྒོ་ནས་མི་སྣ་མ་འཛིགས་མ་དེ་ཨར། ཕི་ཀའི་བསམ་བློའི་ནང་ལ་ཕི་ཀའི་ཆེད་ཀྱི་འགྲུལ་པ་དུ་མ་སོ་ཆེད་ཐད་མ་འགྲོ་ཡ་ལ་ཡ་དང་པོ་ནས་དེ་ནས་གཙང་མ་བཟོས་ཚར་རེད། ཨ་རེད་དེ་ལ་ཡང་ཁ་ཤས་དུ་བ་ཆེ་ལ། ལག་དོན་ཡི་གེ་བཅུ་རྣམས་ལས་ཟེར་ཡག་གི་ཚིག་དེ་ལ་ཡ།

གར་བཟོ་དགོས་བ་རེད། ལག་འདོན་བཟོ། ལག་འདོན་བཟོ། ལག་འདོན་ཡི་གེ་དེ་ག་འདྲས་བཟོ་དགོས་དགོས་ཡོད་མེད། ག་འདྲས་བཟོ་དགོས་རེད་ཟེར་ན། མིང། གང་མིང་གི་ནས་ས་ད་ཅི་ངས་ལ་ཞུ་ནས་ཤེས་རེད། ད་ཅི་སླར་བསྡུ་དཀའ་ཟོས་ལ་ཡ། མིང་གང། ཅེས་བ། མིང་དེ་ངས་ལ་བྱས་མིང་གང། ད་དེའི་བ་དེ་ནས་ཚང་མ་ཨ། མིང། གང་མིང་གང་མིང་གི་ནས་གང་མིང་གི་ནས་གསུངས་གནང་གི་རེད། གང་ད་ཁྲེས་ཞེ་དབང་ཅིག་མ་རྫོགས་ཀྱི་བར་དུ།

ལ་དོན་ཡི་གེ་དྲུག་དང་ཤེས་ཀྱིན་ཡོད། མིང་གང་གང་མིང་མཐའ་ན་བཅུ་བ་ནས། རྗེས་འཇུག་ཡི་གེ་བཅུ་པོ་དེ་ཚོའི་ནང་ནས། མིང་གང་ཡང་རུང་བའི་མཐའ་ལས་རྗེས་འཇུག་ཡི་གེ་བཅུ་བ་སྦྱར་དུ་རུང་བ། ཟིན་ནས་ཁས་མི་འདུག་མིང་གང་ཡང་རུང་བའི་མཐའ་ལས་སྦྱར་རྒྱུའི་རྗེས་འཇུག་ཡི་གེ་བཅུ་བ་ས་ཡོད་པ་དེ་ལ་ས་བྱི་ཡོར་བ། རྗེས་འཇུག་ཡི་གེ་བཅུ་བ་དེ་རེད་དོ་ཨ།

ཞབས་བཅུ་བྱ་ཟེར། དེ་ལ་ཨཱ་ལི་གཉིས་པ་སྦྱར་སོང་ན་ཨཱ་མཁར་ཆ་རེ་ས་ལ་ཞབས་བཅུ་སྦྱར་བས་ན་ཨ་ས་ཞུན་སུའུ་སི་གྲོགས་རེ་ལ་དོན་ཡི་གེ་གཅིག་བྱས་དེ་ནས། དེ་ནས་གང་མིང་མཐའ་ན་གྱེས་པ་ནས་ཞེས་དང་འདི་རྗེས་ནང་དོན་གཅིག་པ་རེད། མིང་གང་ཡང་རུང་བའི་མཐའ་ལ་ཡང་ལྗགས་རྒྱུད་ཀྱི་རྗེས་འཇུག་ཡི་གེ་བརྒྱད་པ་ཡོད་བསྡད་པ་དེ་ལ་གྱེས་པ་ནས། དེ་ཚོ་མིང་གང་ཡང་རུང་བའི་མཐའ་ལས་སྦྱར་རྒྱུ་ཡི་ཡི་གེ་རུ་བ། དེ་དང། མིང་གང་ཡང་རུང་བའི་མཐའ་ལས་ཡང་སྦྱར་རྒྱུ་ཡི་རྒྱུ་ཡི་གེ་བ་ཅིག་ཡོར་དང་ཡོག་བ་ཡོག་རེ། བྱས་ཙང། གང་མིང་མཐའ་ན་གེ་བ་ཅིག་ཡོག་རེ། མིང་གང་ཡང་རུང་བའི་མཐའ་ལས་སྦྱར་རྒྱུ་ཡི་རྒྱུ་ཡི་གེ་བ་ཡོད་དེ་བ། གེ་བ་དེ་ཡོད་ན་ག་རེ་ཟེར་ན་ར་རེ། གེ་བ་ནི།

ཀྱང་ཡང་ཤུགས་ཀྱིས་དོན་གཞན་གྱི་གོ་བར་བྱེད་དགོས་པ་རེད། དོན་གཞན་གྱི་ཤེས་དགོས་པ་རེད། ག་རེ་ཤེས་དགོས་རེད་ཟེར་ན། སྐད་ཆའི་ནང་དོན་བྱས་པས་ན། རྗེས་འཇུག་ར་ལ་ཞབས་ཀྱུ་རྒྱ་བཤད་པ་དེ་ཡང་བླ་དོན་རེད་ལབ་ཚེ་དུས་ཁྱེད་རང་ཚོ་གར་ཁུག་རེད། རེད་བ། རྗེས་འཇུག་ར་ལ་ཞབས་ཀྱུ་རྒྱ་བཤད་པ་དེ་བླ་དོན་རེད་ཟེར་ཡ་དང། རྗེས་འཇུག་ར་ལ་ཞབས་ཀྱུ་རྒྱ་བཤད་པ་དེ་ཡང

ཚིག་གི་བར་ལ་ཡ་ཨ་ནི་ཀྱང་ཡང་སོགས་ཀྱི་བེད་སྤྱོད་བཏང་པའི་ཤུགས་ཀྱིས་ལམ་ཀྱང་དོན་དེ་ཙམ་མ་ཡིན་པའི་དོན་གཞན་གྱི་གོར་བྱེད་དོ། བྱེད་དང་དོན་གཞན་བསྡུས་པར་ཟེར་དེ་རེད། ད་དེ་ནས་གཞི་བྱེས་ར་ལ་ཞྭ་མོ་གོན་ཞེས་པ་དེ་ཡང་ལ་དོན་རེད་ཟེར་དུས་གོར་ར་ཞྭ་མོ་མ་གོན་བལྟས་པ་དེ་ལ་དོན་རེད་ཟེར་ཡག་ཅིག་གོ། ད་བི་ཁའི་ཞྭ་མོ་དུ་མ་སོགས་བྱེས་ཀྱི་ཞབས་ཀྱུ་འདིར་བ། ར་ལ་ཞབས་ཀྱུ་བྱ་ཞེས་པ་དེ་ཡང་ལ་དོན་རེད་ཟེར་དུས་གོ་ཨ་ལས་ར་ཞབས་ཀྱུ་མ་བྱ་ཞེས་ར་མ་བྱ་བལྟས་པའི་གི་ར་དེ་ཡང། ལ་དོན་ཡིན་པ་དང་ཤུགས་ཀྱི་གོ་དྲུག་ར་དེའི་ཀ་ཏོ་ལི་ཡ་དང། ར་ཡང་ལ་དོན་ཡིན་ཟེར་ལབ་ཙག་རེད་རེད་པ། ར་ཞབས་བཅུ་བརྒྱ་ཞེས་པ་དེ་ཡང་ལ་དོན་རེད་ད་ཟེར་དུས་ཨ་ལས། ཞབས་བཅུ་མེད་དེ་བས་ར་དེ་ཡང་ལ་དོན་རེད་ད་ཟེར་ཡ་དེ་ཚིག་དེ་ནས་ཤེས་དགོས་པ་ཚིག་དེ་ནས་ཤེས་དགོས་རོང་དེ་གོ་ཆེད་དེའི་སྐབས་སུ་ད་ལ་དོན་གཉིས་ཤེས་པར་གདའ་དེ་ལ་གཉིས་པ་དབུ་ཡང་སྦྱར་ཟེར་དུས་གོ་ནས། ར་ལ་ཞབས་ཀྱུ་བཅའ་ཞེས་པ་དེ་ཡང་ལ་དོན་རེད་སྲིད་དུ་གོ་ནས་ར་དང་རོ་གཉིས་ཀ་ལ་དོན་རེད་ཅེས་གསུངས་པ་རེད། ད་ལ་དོན་གསུམ་ལ་དོན་གསུམ་དྲུག་དང་གསུངས་སོང་ཨ། དེ་ནས་གང་མིང་ཐ་ན་གསུམ་པ་ནས་བྱས་རྗེས་རྗེས་འཇུག་ཡི་གེ་གསུམ་པ་ག་རེ། རྗེས་འཇུག་ཡི་གེ་གསུམ་པ།

བཞི་པ་གུས་པ་དངོས་བསྐྱངས་ཏེ། ཅེས་བྱ། དེ་ནས། རྗེས་འཇུག་གི་བཞི་པ་ག་རེ། ལྔ་པ་ག་རེ། དང་པོ་གཉིས་པ་གསུམ་པ་བཞི་པ། བཞི་པ། ན། དགུ་པ། ལ། རེ་བ། དགུ་པ་ཆགས་སོང་བ། རྗེས་འཇུག་དགུ་པ། དགུ་པ། ལ། ཟི་དུ་ད་གང་ལྟར་བཞི་པ་དང་དགུ་པ་ཟི་དུ་གོ་དེ་ཨ་ནི་ན་དང་ལ་གཉིས་ལ་གོ་བོར་བ་དང་ན་དང་ལ་གཉིས་ཨོ། ན་ལ་དང་ན་གཉིས་ལ་གོ་ད་ངའི་ཨོ་རྗེ་ཡིག་གཟུགས་ཡག་པོ་ཡོད་མ་རེད་ཁྱེད་ཚོ་ཆེད་ལས་མ་སྐྱོ་ཨ། ཨོ་རྗེ་ཡིག་གཟུགས་དངོས་གནས་ཁྱེད་རང་ཚོ་ད་ད་བོད་ཚོས་ཇོ་རེད། བཞི་པ་དགུ་པ་ཟི་དུ་གོ་ནས་རྗེས་འཇུག་གི་བཞི་པ་ན་དང་དགུ་པ། ལ། དགུ་པ་ལ་གཉིས་སུ་དགོད། རྗེས་འཇུག་ཡི་གེ་དངོས་ཁོ་རང་ལ་དོན་ཡིན། དེ་རྗེས་འཇུག་ཡི་གེ་རྗེས་འཇུག་ཡི་གེ་དངོས་རེད་དོ། ན་དང་ལ་གཉིས་ག་རེ་རྗེས་འཇུག་ཡི་གེ་རེད་བ། རྗེས་འཇུག་གི་དངོས་ཁོ་རང་ལ་ཡང་དབྱངས་རྒྱུན་མ་བརྒྱབ་བྱས་དབྱངས་འཇགས་བྱས་པས་ནི་རྗེས་འཇུག་ཡི་གེ་མ་ཡིན་པ་ཆགས་འགྲོ་དགོས། དེ་ལས། ད་རགས་ཞིམ་གྱི་རོའུ་ཟེར་དུས་རྗེས་འཇུག་ཡི་གེ་མ་རེད།

ཨ་ནི་ལ་དོན་ཡིན། དེ་ལས་ཀྱང། ཟེར་འདི་ཀོ་ནི་དེའི་ཁ་ཐུག་ལ་ཡ་ད་ཀྱང་སྒྲའི་ནུས་པས་ཡང་ཀྱང་སྒྲ་དེ་བསྡུས་པའི་དོན་རེད། བསྡུས་པའི་དོན། དོན་གཅིག་གོང་དུ་ཡང་སྒྲས། ཡང་སྒྲས་དོན་གཞན་གཅིག་གོ་བར་བྱས་སོང་ང། ལ་དོན་ར་ལ་མ་རེད་རྗེས་འཇུག་ར་ལ་ཞབས་ཀྱུ་བཅའ་ཞེས་པ་དེ་ཡང་ལ་དོན་ཡིན་ཟེར་འདི་ཀོ་ནི་ཤུགས་ལ་ཡ་ར་དེ་ལ་དོན་ཡིན་པ་ཞིག་གོ་སོང་ང། བསྡུས་པ། དང་ན་ཞེས་ད།

གང་ཞིག་འདི་ཞི་བ་རྒུད་པ་སྔོས་བསྐྱངས་ཏེ། གཡང་མ་བྱ་བྱས་པའི་གེ་ཨ་ནི་གཡང་མ་བྱ་བསྡད་པའི་གེ་ན་དང་ལ་གཉིས། ག་ས་བ་ལ་དོན་རེད་གཡང་གིས་བརྒྱན་པའི་གེ་ལ་དོན་ཡོད་པ་ཙམ་དུ་མ་ཟད་གཡང་གིས་མ་བརྒྱན་པའི་གེ་རྗེས་འཇུག་ན་དང་ལ་གཉིས་ཀྱང་ལ་དོན་རེད་ཡ་ཆོད་དང་གང་ལྟར། ལ་དོན་ལ་ཡ་ཡིན་གྱི་མི་གྱི་གཡང་དབུ་བྱ་བའི་དབུ་བྱ་གུ་གུ་མ་རེད་གཡང་དབུ་མ་བྱ་བའི་གེ་ལ་དོན། རྗེས་འཇུག་ཡི་གེ་ངོ་མ་ཁོ་རང་ལ་དོན་ཐོན་དགོས་རེད་གསུངས་ཡང་འདི་གོ་ཡ་ལ་རྐྱང་ཞེས་བེད་སྤྱོད་བཏང་ན་རེད་འོ་ཡ་བདག་ལས་འདུག་ཟེར་བྱས་ཀྱི་ཧོབ་བཤད་རེད་ཅེས་བ་དེ་ནས་ད་ཁྱེད་རང་ཚོ་ཐུགས་ལ་ཡ་རྩ་བའི་ཚིག་རིས་གཞི་བཟུང་བྱས་པས་ན་ཨ་ནི་ལ་དོན་ཡི་གེ་ག་ཚོད་གསུངས་སོ་ད་ལ་དོན་ཡི་གེ་གཅིག་གཉིས་གསུམ་བཞི་ལྔ་བར་བས་རེད་བས།

རྐྱང་བེད་སྤྱོད་བཏང་རེད་མ་གཏོགས་དེ་ལྟ་ལ་ཞབས་ཞུ་རྒྱག་ཞེས་པ་དེ་ཡང་ལ་དོན་ཡིན་ཟུག་གོ་རྒྱུ་ཡོད་མ་རེད་གོ་རྒྱུ་ཡོད་མ་རེད་གང་ལྟ་ད་རྩ་བའི་ཚིག་དེ་རེད་དེ་ཡིན་གི་ཡིན་གི་ལ་ཡང་ལ་དོན་ལྟ་བཞིན་པའི་སྟོབས་བསྟན་པ་རེད་ཟེར་ན་ཨ་ནི་ཁྱོད་ཕལ་ལྟ་འགྲེལ་བཤད་བྱ་རྒྱུ་མེད་ངེས་ཆགས་རེད་ཕྱོགས་གཅིག་ན་ལ་དོན་ལྟ་བཞིན་པའི་སྟོབས་བསྟན་མེད་པ་དེ་ཐག་བཅད་ཨ་དེ་ནས་ཐག་བཅད་ཚར་བ་རེད་རྗེས་འཇུག་གི་བཅུའི་ནང་ནས་ལ་དོན་སྟོན་གི་ཡིན་ཟེར་ལབ་ཚོད་དུ་གོ་ནས་མི་ཤི་རྟ་ལ་ཡང་ཞབས་ཀྱུ་བྱ་ཞེས་པ་དེ་རྗེས་འཇུག། མི་ཤི་རྟ་ཟེར་ཡ་དེ་རྗེས་འཇུག་རེད་པས་རྗེས་འཇུག་ཡི་གེ་རེད་པས་མ་རེད་པ། ད་ག་རང་ནས་ཕ་སྐྱིད་སྡུག་སྤིད་ཚར་རེད། ཨོ། ལ་དོན་ཟེར་ཡ་དེ་རྗེས་འཇུག་ཡི་གེ་ནས་ཚུར་འཁྲུ་བར་བྱེད་ཀྱི་ཡིན་ཟེར་ཅེས་ཁས་ལེན་ཐམས་ཅད་དུ་མ་གསུངས། ལ་དོན་གྱི་འབྱུང་ཁུངས། རྗེས་འཇུག་ཡི་གེ་ཡིན་གསུངས་ཚད་དུ་གོ་ནས་རྗེས་འཇུག་མ་ཡིན་པས་ཀྱི་རྟ་གྱི་ལ་ཡང་ཞབས་ཀྱུ་བྱ་ཞེས་པ་དེ་ཐུན་མིན་གྱི་ལ་དོན་སྐབས་སུ་གསུངས་པ་རེད་ཟེར་དུས་གོ་ནས་རྩ་བའི་ཚིག་མགོ་དེ་ལ་ཡང་ད་སོ་བཅུ་ཆ་གཏང་བར་བྱེད་ཀྱི་རེད།

ལ་དོན་ཡི་གེ་དྲུག་དང་དེ་མ་ཞུས་པ་རེད། ད་མཁས་པ་ཁ་ཤས་ཀྱིས་འགྲེལ་བཤད་སྐྱོན་དང་ལ་ཡ། དེའི་སྐབས་སུ་ལ་ཡ་ལ་དོན་ཡི་གེ་བདུན་པོ་དེ་རྗེས་འཇུག་གར་ག་རེ་ཞུ་དགོས་བྱ་དགོས་ཀྱི་ཡོད་མེད་སྒྲ་ཡི་འཇུག་ཚུལ་རྣམ་གཞག་ཅིག་གསུངས་པ་རེད་ཅེས་བྱས་འགྲེལ་བཤད་རྒྱབ་སྟངས་བཅས་ཡོད་རེད།

ལ་དོན་དུ། ལ་དོན་རྣམ་པ་ཟེར་དུས་ལ་དོན་གྱི་རྣམ་གྲངས་དང། ལ་དོན་རྣམ་གྲངས་ག་ཚོད་ཟེར་བདུན་ཡོད་རེད་ཅེས་ལ་དོན་རྣམ་པ་བདུན་ཡིན་ཏེ་ཅེས་ཨ་མདའ་ད་རི་ད་ག་མཚམས་བཞག། ཨོ་ཡ་ཞེས་དང། ད་དེ་ནས་ད་རི་ང་རང་ཚོ་ད། ལ་དོན་གྱི་དོན་གྱི་བསྒྱུར་ཚུལ་སྐོར་མ་ཞུ་ཡག་རེད། ཁྱེད་ཚོ་ང་རང་ཚོ་ལ་དོན་ཡི་གེ་དེ་བའི་ཆགས་སྟངས་ཟིན་ནས་མི་འདུག་ལ་དོན་ཡི་གེ་གྲུབ་སྟངས་དེ་མ་གཅིག་རྩ་བའི་ཚིག་གི་གཞི་ཟུང་བཅས་མ་ཁྱེད་རང་ཚོར་ངོ་སྤྲོད་ཞུས་ཡོག་རེད་ད་ངོ་སྤྲོད་ཞུས་པ་ནས་བཞིན་ཅིག་ཁྱེད་རང་ཚོས་རྩ་བའི་ཚིག་རིས་དེ་ནས་ལ་དོན་ག་རེ་ག་རེ་གྲུབ་པར་བྱེད་ཀྱི་ཡོད་མེད་དེ་སོ་སོའི་ངོས་ནས་རྩ་བ་དུ་ཟིན་པ་ཙམ་གྱིས་སོ་སོའི་ངོས་ནས་ནམ་ཟག་གི་ཕུགས་ཀྱི་ངོ་ཅི་འཕྲོད་ཐུབ་པར་གནང་དགོས་ར་མ་གཏོགས་བྱེད་ཀྱི་ཨ་དེ་ནས་མ་གཅིག་ངོ་སྤྲོད་ཞུ་དགོས་པའི་སྒོ་དོན་དེ་རེད་དཱ།

དེ་འདྲའི་སོང་ཙང་འཛིན་གྲྭའི་ནང་ལ་ཁྱི་ནག་ཚོ་བོད་སློབ་ཁྲིད་བྱེད་པའི་ཁ་ཐུག་ཕི་གས་དོག་དོག་ཏན་ཏན་བྱེད་སེམས་ཡང་དེ་གལ་ཆེན་པོ་ཞིག་རག་རེད། ད་ག་ཚིག་ལ་དོན་ཡི་གེ་ག་འདྲི་བྱེད་གྲུབ་གི་ཡོད་མེད་ཆགས་གི་ཡོད་མེད་བཟོ་གི་ཡོད་མེད་དེ་ཆོས་པ་རེད། ད་ལ་དོན་ཡི་གེ་བདུན་ཡོད་པའི་ནང་ནས་ཨ་ནི་ལ་དོན་ཡི་གེ་བདུན་པོ་དེ་ད་ཁྱེད་ཚོས་ཞུས་པ་ནི་ཞིག་རེད་རྗེས་འཇུག་ལ་ལྟོས་པའི་ཕྲད་རྣམ་དབྱེ་ད་བྱེད་པ་འགས་ནང་གི་ད་སྡེ་ཚན་དེ་བ་སུ་གཉིས་པ་རེད་རྗེས་འཇུག་ལ་ལྟོས་པའི་ཕྲད་རེད། ཁ་ཚིག། རྗེས་འཇུག་ལ་ལྟོས་པའི་ཕྲད་རྣམ་དབྱེ་དང་བཅས་པ་བརྒྱད་སྣང་ལ་ཡང་རྣམ་དབྱེ་ཡིན་ངེས། རྗེས་འཇུག་ལ་ལྟོས་པའི། རྗེས་འཇུག་ལ་ལྟོས་མི་དགོས་ངེས། འོ་རྣམ་དབྱེ་ཡིན་ལ་རྗེས་འཇུག་ལ་ལྟོས་དགོས་ངེས། རྗེས་འཇུག་ལ་ལྟོས། རྗེས་འཇུག་ལ་ལྟོས་པའི་ཕྲད་ཡིན་ལ་རྣམ་དབྱེ་མ་ཡིན་ཀྱི་ད་དེ་འདྲའི་རིགས་དེ་འདྲ་ཡོད་དེའི་ནང་ནས་ད་ལ་དོན་ཟེར་ཡག་དེ་རྣམ་དབྱེ་ཡིན་པ་གང་ཞིག་ལ་ཡང་རྗེས་འཇུག་ལ་ལྟོས་པའི་ཕྲད་རེད། རྗེས་འཇུག་ལ་ལྟོས་པའི་རྗེས་འཇུག་ལ་ལྟོས་པའི་ཕྲད་རེད་དེ་གཉིས་ཀ་ཡིན་དེ་ངེས་ཆགས་དང། ད་རྗེས་འཇུག་ལ་ལྟོས་པའི་ཕྲད་ཡིན་ཟེར་དུས་གོང་ན་ལ་དོན་ཡི་གེ་བདུན་པོ་དེ། རྗེས་འཇུག་གཞན་དབང་དང་སྟབས་བསྟུན་བྱེད་དགོས་བར་བ། རྗེས་འཇུག་ག་རེ་ཡིན་མིན་གཞན་དབང་དང་སྟབས་བསྟུན་བྱེད་དགོས་ཀྱི་ཡོད་ཙང་རྗེས་འཇུག་གང་ལ་ཡང་ལ་དོན་གང་ཞིག་སྦྱར་དགོས་མིན་གྱི་སྒྲིག་གཞི་ཅིག་གླེང་དགོས་བ་རེད། ད་སྒྲིག་གཞི་དེ་ཨ་ནེ་རྩ་བའི་ཚིག་གི་ཐོག་ནས་ངོ་འཕྲོད་ཐུབ་ཡག་ཅིག་ཡོད་མ་རེད་ག་སི་གསལ་བོ་ཆགས་སོང་ང། ད་དེ་ནས་ལེགས་བཤད་ཇི་བོན་ནང་ལ་ཡ་ད་སི་ཞེས་ཁྱེད་རང་ཚོ་ལེགས་བཤད་ཇི་བོན་ནང་ལ་ཡ་ཨ་ནེ་ལ་དོན་གྱི་སྒྲ་ཡི་འཇུག་ཚུལ་དུ་མ་སོང་ལ་དོན་སྒྲ་ཡི་འཇུག་ཚུལ་མ་ཞུས་ཡོད་དུས་སྒོ་ནས་ལ་དོན་སྒྲ་ཟེར་དུས་ལ་དོན་ཡི་གེ་རང་ལ་འཁོད་རྒྱུ་བྱས། ལ་དོན་ཡི་གེ་དེ་རྗེས་འཇུག་སྒྲ་གང་ལ་ཡང་འཇུག་པའི་རྣམ་གཞག་ཤེས་ཡག་དེ་ལ་ལ་དོན་གྱི་སྒྲ་ཡི་འཇུག་ཚུལ་ཟེར་གང་ལྟར་ལ་དོན་ཡི་གེ་རྗེས་འཇུག་ཆོས་སྐུ་སྦྱར་སྟངས་བཅས་ལ་ཡང་ནི་ལ་དོན་གྱི་སྒྲ་ཡི་འཇུག་ཚུལ་གཟིགས་པར་བལྟའོ་སྦྱོང་བ། ད་དེ་ལས་ཤེས་འབྱུང་བའི་ནང་ལ་ཡང་ནི་གང་དྲིས་གསུང་བ་རེད་ས་སུ་ག་པ་བྲག་ལྟར་དུ།

སྦྱར་བའི་ཁ་དོག་ལ་ཡང་རྗེས་འཇུག་དེ་དང་རྟགས་མཐུན་མ་མཐུན་བརྟག་ཡ་མཆིས་དང་རྗེས་འཇུག་དེ་དང་སྒྲ་མཐུན་མི་མཐུན་བརྟག་ཡ་མཆིས་དང་རྗེས་འཇུག་དེ་དང་སྐྱེ་གནས་མཐུན་མི་མཐུན་བརྟག་ཡ་མཆིས་རིགས་གསུམ་ཡོད་པའི་ནང་ནས་རྟགས་དང་རྟགས་ས་སུས་ལབ་ཡོད་འདི་གོ་ནས། ས་སུས་ལབ་པའི་ཁ་དོག་དང་དེའི་ནང་ནས་མཐུན་ལུགས་གསུམ་ཡོད་པའི་ནང་ནས་ཨ་ནི་ཕྱོགས་གཉིས་ནས་མཐུན་བསྡད་དགོས་བ་རེད་ཕྱོགས་གཉིས་ནས་མཐུན་བསྡད་བ་ག་འདྲས་མཐུན་པ་རེད་ཟེར་ན། རྗེས་འཇུག་ས་ཡི་ཞུགས་གོ་ལ་དོན་ས་ཞུམ་སུས་སྦྱར་དགོས་བ་དེ་ཨ་ནི། སྐྱེ་གནས་མཐུན་པ་ཞིག་རེད། སྐྱེ་གནས་མཐུན་པར་ཟས་ས་དང་སུ་ཟས་ཀྱི་སྒྲ་གདངས་དེ་བྷི་གའི་སྐྱེ་གནས་ཀྱི་རྩོལ་བ་བྷི་གའི་བྷི་གའི་གཅིག་པ་བྱེད་པ་ལས་གཏན་ནས་གཅིག་གི་དབྱངས་སྒྲ་ཞིག་ཞུ་བ་མ་གཏོགས་ཆེས་སྐྱེ་གནས་གཅིག་པའི་ཐོག་ནས་སྒྲ་དེ་ཐོན་དགོས་པ་རེད་སྐྱེ་གནས་གཅིག་པ་གསུངས་སྐྱེ་གནས་མཐུན་པའི་གི་ཆ་ནས་གཅིག་ས་སུ་བྱ་བ་ཅི་དང་ཨ་ནི་གར་བྱ་བར་ཟེར་ན་ཨ་ནི་སྒྲ་ཡི་མཐུན་པ་རེད། སྒྲ་ཐོན་པ་རེད། ས་དང་སུ་བསད་ཧོ་རང་གཉིས་མི་གཞི་ས་ལས་འཕྲོས་པའི་གི་ལ་དོན་སོང་ཙང་ཧོ་གཉིས་སྒྲ་ཐོན་པ་རེད་སྒྲ་ཐོན་པ་སྐྱེ་གནས་ཐོན་པ་བྱས། སྐྱེ་གནས་གཅིག་པ་ཐོན་མ་དུས་སུ་ཡ་དེ་སྐྱེ་གནས་གཅིག་པ་ཡིན་མེད་རྟགས་ཧེར་དང། དང་ག་རེ་མ་ཐོན་པའི་སར་རྟགས་ཐོན་གི་མ་རེད། རྟགས་ཐོན་གི་མ་རེད་རྗེས་འཇུག་ས་སུ་ཡ་དེ་ཨ་ནི་གོ་བྱེད། ད་རྟགས་ཐོན་མ་དུས་སུ་ཡ་དེ་ཡང་བྱེད་པའི་གི་གོ་བྱེད་མཁས་པ་སོ་སོའི་གི་ལུགས་གཉིས་རེད་ཅེས་བསམ་བློ་བཏང་ཡོད་རེད་ཅེས་རོ། མཁས་པ་རིགས་གཅིག་གིས།

བྱེད་སྟངས་སྐྱེ་གནས་མཐུན་ག་ས་རྟགས་མཐུན་པ་མ་རེད་དེ་མཐུན་ལུགས་གཞན་སྐྱེ་གནས་མཐུན་པ་དང་སྒྲ་མཐུན་པའི་ཆ་ནས་ས་སུ་སི་རྒྱག་གོ་རེད། དེ་ནས་རྗེས་འཇུག། ལ་དོན་ལྟ་ཞིབ་འཇུག་ལྟོས་དེ་ཨ་ནི་བི་ཀའི་གར་སོགས་ག་རེད། རང་གང་ལ་བྱ་བའི་གི་ཞི་རྗེས་འཇུག་ག་རེ་རེད་ཟེར་ན་ཨ་ནི་ལེགས་བཤད་ཇོ་བོན་ནང་ལ་ཨ་ནི། ས་སུ་ག་པ་དྲག་ལྟར་ལྟོས་བྱས་ཀྱི་རྗེས་འཇུག་ག། བ། ད་དྲག་ཅེས་གསུངས་དང། དེ་གསུམ་དེ་གསུམ་གྱི་རྗེས་ལ་ཡང་ཨ་ནི་ལ་དོན་ལྟ་བཞིན་དུ་བྱ་དགོས་རེད། མི་ཚིག་གང་དང་གང་གི་མཐའ་ལ་ཡང་རྗེས་འཇུག་ག་ཡོད་པ་དང་རྗེས་འཇུག་ག་ཟེར་བ་བ་ཡོད་པ་དང་ཨ་ནི་ཡང་འཇུག་ད་ཅན་གྱི་ཡི་གེ་ཡོད་པས་ན་དེའི་མཐའ་ལ་ལ་དོན་བེད་སྤྱོད་སྟངས་ཕྱིན་རྒྱ་ན་ཨ་ཁོ་རང་ཐོབ་ཐང་གི་ལ་དོན་དུ་མ་ཟུག་སྒྲིག་ཚུལ་དུ་མཐུན་པའི་གི་ལ་དོན་དེ་ལྟ་བཞིན་དུ་བྱ་དགོས་རེད། ད་ལ་དོན་ལྟ་བཞིན་དུ་དེ་ཨ་ནི་རྗེས་འཇུག་ག་རེ་ཞུ་དགོས།

རྟགས་མི་མཐུན་པ་རེད། རྗེས་འཇུག་ག་ཕོ་ཡིག་ཏུ་འདོད་པས་ན་ཨ་ནི་རྟགས་མཐུན་པ་རེད་རྟགས་མཐུན་པའི་ཐོག་ནས་གོ། རྗེས་འཇུག་ག་ཡི་ཞུ་གོ་ལ་དོན་རྟགས་ཤིན་པོ་ཏུ་བྱས་ཏེ་མི་ཤི་རྟགས་ལས། མི་ཤི་ཕོ་ཡིག་ལས་འཕྲོས་པའི་མི་ཤི་རྟགས་ཟེར་བ་དང་མི་ཤི་རྟགས་ཕོ་ཡིག་སོང་ཙང་མི་ཤི་ཕོ་ཡིག་རྗེས་འཇུག་ཕོ་ཡིག་ག་ཡི་མཐའ་ལ་ཡང་བྱས་ཏེ་རྟགས་མཐུན་པར་བྱས། རྟགས་མཐུན་པ། སྒྲ་མཐུན་པར་བཟོས་ན་སྒྲ་མཐུན་པ་མ་རེད་གཅིག་མི་ཤི་རྟགས་རེད་གཅིག་མི་ཤི་ག་རེད། ཨ་ནི་སྐད་ནས་མཐུན་པར་བཟོས་ན་སྐད་ནས་མཐུན་པ་མ་རེད། རྟགས་དེ།

རྗེས་འཇུག་ཕོ། ཨ་ནི། རྗེས་འཇུག་བ་ཡིག་དེ་ཕོ་ཡིག་བྱས། རང་ལ་རྗེས་འཇུག་གི་ལ་དོན་ཏཱ་བཞིན་དུ་གཏུགས་སུ་མི་བཞི་ཏཱ་ཕོ་ཡིག་སྲིད་ཏཱ་ཕོ་ཡིག་ཕོ་ཡི་མིག་ཏཱ་ཕྲེང་བ་བཅས་ཏཱ་མཐུན་པ་རེད། ཏཱ་མཐུན་པ་རེད། ཏཱ་འདྲ་མཐུན་པར་སོན་འདྲ་མཐུན་པ་མ་རེད་གཅིག་མི་བཞི་ཏཱ་རེད་གཅིག་མི་བཞི་བ་རེད། སྐྱེ་གནས་མཐུན་པར་སོན་སྐྱེ་གནས་མཐུན་པ་མ་རེད་སྡེ་པ་གཅིག་པ་མན་བཟང་སྐྱེ་གནས་མཐུན་པ་རེད་ཡོད་མ་རེད།

རྟགས་མཐུན་པའི་ཐོག་ནས་ཡང་ཇུའོ་དེ་ཕོ་ཡིག་ཏུ་ངོས་འཛིན་བྱེད་ཀྱི་རེད་ཕོ་ཡིག་ངོས་འཛིན་བྱེད་ཀྱི་རེད། ཡང་ཇུའོ་ཕོ་ཡིག་གི་མཐའ་ལ་ཡང་མིང་ཤིག་ཕོ་ཡིག་རྟ་ལས་གྲུབ་པའི་ཀྱི་ལ་དོན་རྟ་ཞིབ་མོའི་ཏུ་ཕོ་ཡིག་ཕོ་ཡིག་མིང་མཐའ་དྲངས་པ་བཅས་བཅས་རྟགས་མཐུན་པ་བྱེད་རྟགས་མཐུན་པ། དང་སྒྲ་མཐུན་པ་མ་རེད་ཀྱི་ནི

ཨོང་སྐད་ནས་ཐོན་པ་མ་རེད། ཨོང། ང། ད་བཤད། ད་ཡང་རྗེས་འཇུག་ད་ཡི་ཞུ་གོ་ལ་ཡ་ལ་དོན། ནི། རྗེས་འཇུག་ད་ཡི་ཞུ་གོ་ལ་ལ་དོན་ད་ཞིབ་འཇུག། ལ་དོན་ད་ཞིབ་འཇུག་ཏུ་སྦྱར་གོ་ཡ་དེ་རྟགས་མཐུན་པ་མེད་པ་བཤད། མི། རྗེས་འཇུག་ད་ཡིག་ཕོ་ཡིག་བྱེད། མི་ཤི་ད་མོ་ཡིག་བྱེད། རྟགས། རྟགས་མི་དོན་ཀྱང་སྐད་ནས་ཐོན་པ་སྒྲ་མཐུན་པ་རེད། སྐད་ནས་ཐོན་པ་དང་སྒྲ་མཐུན་པའི་ཐོག་ནས་རྗེས་འཇུག་ད་ཡི་ཞུ་གོ་ལ་དོན་ད་ཞིབ་མི་ཐུ་ང་དང། ན། རྗེས་འཇུག་ན་ཡི་ཞུ་གོ་ལ་ཡ་ལ་དོན་ད་ཞིབ་འཇུག། ལ་དོན་ད་ཞིབ་འཇུག་ཏུ་སྦྱར་བདེ་བ་དེ་ཨང་གོ་བི་གའི། རྟགས་ཧེ་མཐུན་པ་ཡིན་པ་གང་ཞིག་ལས་ཡང་ནི། སྒྲ་མཐུན་པ་མ་རེད་དེ་སྐྱེ་གནས་མཐུན་པ། སྐྱེ་གནས་མཐུན་པ་དང་རྟགས་མཐུན་པ་གཉིས་ཀ་ཆགས་ཆོག་རྗེས་འཇུག་ན་རྟགས་དག་དང་ན་ཅེས་བྱ་ཁོ་རང་ཚོའི་སྐྱེ་གནས་གཅིག་པའི་ཐོག་ནས་མ་ཐོན་ཡོད་ཡང་གི་ཡི་གེ་སོང་ཙང། རྗེས་འཇུག་ན་ཡི་ཞུ་གོ་ལ། ལ་དོན་དག་བཞིན་འགྱུར་ཐུག་སྟེ་སྐྱེ་གནས་མཐུན་པའི་སྐྱེ་གནས་མཐུན་པའི་ཆ་ནས།

འོ་ན་མོ་ཡིས་མོ་ཡི་མིང་སྒྲ་ཕྲེང་བ་རྟགས་མཐུན་པར་བྱེད། རྟགས་མཐུན་པ། དང་སྐྱེ་གནས་མཐུན་པ་མ་ཡིན་པར་བྱེད། གང་ཡིན་ཟེར་ན། གཅིག་པ་དེ་རེད། གཅིག་ཨ་ནི་རྟགས་དེ་ནི་རྟགས་དེ་རེད། རེད་བ། ཨོ། ཨ་ནི། ཨོ། སྐྱེ་གནས་མཐུན་པ་མ་རེད། པ་དེ་གཅིག་པ་དེ་དང་གཅིག་རྟགས་དེ་སྒྲ་མཐུན་པ་ནི་མ་རེད། གཅིག། མ་ཡིས།

དེ་ཡང་གཅིག་པའི་གཅིག་ཀྱང་རེད་ཅེས་འཇོག་རགས་དང་གཅིག་པའི་གཅིག་ཀྱང་རེད་ཀོ་བི་ཡའི་སྐྱེ་གནས། རྟགས་མཐུན་པ་དང་སྐྱེ་གནས། སྐྱེ་གནས་དང། སྒྲ་མི་མཐུན་པའི། སྒྲ་མི་མཐུན་པ་རེད་རྟགས་མཐུན་པའི་ཆ་ནས་དུག་སེལ་ཐོབ་ཡིན་བཅས་ཀྱང་དབང་དུག་རེད་ད་གང་ལྟར། ལ་དུས་སུ་སོ་སོ་རྗེས་འཇུག་གང་ལ་ཡང་གཅིག་ཐོབ་མི་ཐོབ་ཀྱི་རྣམ་གཞག་སྒྲིག་འཛུགས་ཅིག་ཡོད་དེ་བས་འདི་ཕི་ཀའི་ཁུངས་ལུང་རྒྱུ་མཚན་ཅིག་གི་ཐོག་ནས་ཕི་ཀའི་གཏན་ལ་ཕབ་དགོས་དེ་ཚོ་ཡང་ཁ་སྐད་ཀྱི་འགྲོས་དང་བསྟུན་བྱས་ཁ་སྐད། ཕི་ཀའི་སྤྱི་ཚོགས་འཚོ་བའི་དངོས་ལས་པ་ཕི་ཀའི